རྣམ་པ་ལེན་རྗེས་ཚང་མ་ལས་མཚམས་འདྲི་ཞུ་བ་དང་སྦྲགས་ནས་ཁ་སང་གི་འཕྲོས་ནས་མ་གཏོགས་ཚིག་གཅིག་ཞུ་ཁོམ་བསམ་སོང། པར་རིས་རྒྱས་ཕུལ་ཡོད་མི་དེས་ཁ་སང་ཞག་ཡོད་ཟེར་བ་དེ་ག་བ་ཡོད་མེད་དང་འབྲེལ་ནས་ངོ་སྤྲོད་ཡག་བྱས་དུས་ཡིན་འབྲི་ཤེས་ཞིབ་ཕྲ་དེ་རྗེས་ལས་ཞུས་ན་ཡག་ས་རེད་བསམ་གྱི་འདུག།

པར་གས་དབྱེ་ཞོར་ང་ཚོས་གཡོན་ཕྱོགས་ནས་མར་བརྩི་བ་ཡིན་ན་དང་པོ་དེ་པར་ཡིག་བརྒྱ་ཡོད་པའི་ནང་གི་དང་པོ་དེ་དཔའ་མོ་དཔའ་ཐང་གི་པར་རེད། དཔའ་མོ་དཔའ་ཐང་གི་ཟུར་གཅིག་ཡིན་རྒྱུ་རེད། བར་རྒྱལ་ཞང་ནི་ལྷོག་ལ་མར་ཁ་བལྟས་ནས། དྲང་ཐོག་གི་མེ་འགྲོ་བསམ་འདུག་ག་ན་ས་ཕྱོགས་དུ་བ་ཀི་པར་ཡིན་དུས་དེ་ཤོག་ཤོག་གི་མཚོན་དུ་ཡོད་ཅིག་ནི་དཔའ་མོ་དཔའ་ཐང་ཁོ་རང་གི་ཆེ་ཆུང་དང་ད་དེའི་གི་ཐོག་ལས་བཤད་སྟངས་འདྲ་གཏམ་རྒྱུད་འདྲ་ག་འདྲ་ཡོད་མེད་སྐོར་དེ་ནི་དཔའ་མོ་དཔའ་ཐང་གི་སྐོར་དམིགས་བསལ་བཟོ་དུ་ལས་གཡོ་འཁྲུག་གི་བཟོས་ཀྱི་ཡོད་རེད་དེ་གཟིགས་ན་པ་རྒྱུན་མཐུད་གི་རེད་བསམ་འདུག་ལོ་རྒྱུས་གི་རང་བཞིན་ལྡན་པའི་དོན་རྐྱེན་ཆེན་པོ་གར་གར་བྱུང་ཡོད་མེད། ངའི་ས་ཆ་དེ་སྐད་གྲགས་ཆེན་པོ་གཡུ་ལུ་ཡིན་སྟངས་གོ་དེ་ནི་སྤྱིར་བཟོས་ཡོད་རེད། ཨེ། བཅའ་སྡོད་ཞོལ་མ་བསྐོས་བ་བྱས། ད་དེའི་སྐད་མཚམས་དེ། ས་ཆ་རེད་བ། དེ་ཕར་བྱས་བ་ཅིག་ཧ་གོ་ཡོད་རྒྱུ་རེད། ས་ཆ་དེའི་ཆུ་སྲིན་གཉིས་ཀྱི་ལྟེ་གནས་དེ། འདི་ཆགས་ཏེ་ཡོད་རེད། པར་དེ་ད་བར་རྗེས་ཉེ་ཆར་འདྲ་བ་བྱིན་ན་ཉེ་ཆར་ཟེར་ན་ག་ཚད་གསར་པ་ཡིན་ངེས་ཡག་པོ་མི་ཤེས། མིན་ན་དགའ་རོགས་གཏོར་བཅོམ་བཏང་ཡོད་རེད་བ། ག་འདྲ་དེ་ས་སྐྱ་རེད་དེ་བར་རྗེས་ཚུད་པ་ཅི་ཡང་ཡིན་ན་ནོར་ནི་ཤག་གི་ངོས་ལ་རྩོད་པར་རྒྱག་ཡོང་བ་བཅས་འདྲ་བོ་འདུག། ས་ཆ་དེ་ག་བ་ཡོད་མེད་དེ་དེ་ས་ཁྲ་ནང་ལོར་ཁོ་ཡི་གེ་བྲིས་ཡིན་འདུག་དངོས་གནས་ཀྱི་ས་ཆ་ཁོ་རང་གི་ལྟས་ནི་དེ་དེ་རེད། དེ་ནས་ཤི་ཁན་རྒྱག་ཡིན་ན། དཔའ་མོ་དཔའ་ཐང་དེ་དེ་འཛིན་མོ་གི་རྟགས་ཡོད་ས་དེ་རེད་མཚོ་དེ་དཔེ་ཁུང་ཚོ་ཟེར་གྱིན་འདུག་བ། ལུས་སྟེང་ཚོགས་སྡེ་གི་ཤར་ཕྱོགས་ནི། བླ་མ་དིང་རི། རླངས་འཁོར་ལ་མ་ཐོགས་ཀྱི་བར་གྱི་དེ། ཕལ་ཆེ་བ་རི་སྤ་མོ་པ་དང་ཟེར་གྱི་རེད་ད་ཉིན་ལྷ་མང་པོས་སྐད་ཆ་རེ། ཐང་ཆེན་པོ་ཞིག་རེད་ཅེས་ད་སྐད་གྲགས་ཆེན་པོ་ཞིག་རེད་ཟེར་བ། དེ་ནས་ས་སྐྱ་ནས་མ་ཡོང་བའི་པར་དེ། བར་དུ་གདན་ས་མཐིལ་གའི་པར་རིས། དེ་ནས་བར་དུ་གདན་ས་མཐིལ་ཏེ། དེང་སང་གི་དབང་དུ་བྱས་པ་ཡིན་ན་ཤློ་ཀ། རྩེད་ཐང་ནས་བར་ཁ་དེ་དུས་ཡར་ལུང་གཙང་པའི་ཞང་ལུག་རྫོང་ལ་བྱེད་པ་ཡིན་ན་དེང་སང་ཟངས་རི་རྫོང་དགོངས་ཐོག་ཆགས་བསྡད་ཡོད་རེད་ག་ན་མདའ་ཚིག་སྔོན་པོ་གཉིས་བཏེགས་འདུག་བ་དེ་བ་ཡོད་རེད། ས་ར་གོ་རོ་ནོར་ད་ས་གོ་ཆུང་ཆུང་མོན་ཡོང་གི་མ་ར་བ། དེང་སང་ང་ཚོ་བོད་པ་ཡིན་ན་ཡུལ་ཚོ་ཟེར་ཡདེ་མ་གཏོགས་ཡུལ་ཚོ་རེ་རེ་གོ་ལ་གྲོང་ཚོ་བསྐྱོ་ཉེ་ཞིག་ཡོད་རེད་གྲོང་ཚོ་ཀ་མ་ཡིན་འདི་ནང་ལ་མི་འདུ་བ། ངོ་བདེ་བྱེད། དེ་ནས་པར་རེ་བཞེངས་པ་དེ་ད་འབྲི་གོང་རེད། འབྲི་གོང་དེ་དང་བར་དེ་གི་པར་དེ་གཉིས་དེ་ལྷོག་ནས་བཞག་ན་ཡག་རྒྱང་མཐོ་བྱེད། རེད་དེ་ཤག། དེ་ནས་འབྲི་གོང་གི་དགོན་པ་ཡོད་ས་གི་ལྟེ་གནས་དེ་མམ་པ་སེ་ཡོད་ཀི་ས་ཆ་དེ་ཆགས་དེ་ཡོད་རེད་དེ། ཅེས། ད་མ་ག་འདྲས་སུ་རྒྱར་བས་སེ་ཡོང་དུས་དང་པོ་ངས་དེ་ལྟ་སེར་པོ་གྱི་འདུག་ཨ། སེར་པོ་དེ་ཇི་ལྟར་བྱས་ནས་ཉེན་བརྡ་གི་རྟགས་འདྲ་བོ་ཅིག་མཚོན་དགོས་ཀྱི་རེད་ཡ་དམར་པོ་ལས་མ་ཡོང་གི་སྔོན་འགྲོ་གཅིག་གི་དེ་ལྟར་དམར་དུ་མ་འཁྲུག་གི་སྔོན་ལས་ཡ་ནི་ཁོ་ཚོ་དེ་གི་དྲ་སྦྲེལ་བྱས་ནས་ད་དམར་རོགས་འབོད་སྐུལ་ཞུ་ཁ་ལས་འགྲོ་ཡོད་རེད་དེ་ཡིན་དུས་ས་སྐྱ་ནི་མ་གཅིག་འབྲི་གོང་གི་རྒྱ་ལོ་ནི་མ་སེར་པོ་གཅིག་འཐེན་དགོས་བ་དེ་ག་རེད་ཟེར་ན་ས་སྐྱ་བ་གིས་རྒྱ་ནག་ལ་འགྲོ་ནས་གཡོན་གོང་མ་ལ་དམར་རོ་ཞུ་གི་ཡོད་རེད་སེ་ཆིང་ཧིན་ཀུ་ལི་ཁང་ལ་དམར་རོ་ཞུ་ནས་ཨ་འདྲི་གོང་མ་གཏོར་རླུང་བཏང་དགོས་ཀྱི་ཡོད་དམག་བཏང་རོ་བྱེད་རོགས་པ་བྱེད་རོ་བྱེད་ཟེར་ནས་འགྲོ་གི་ཡོད་རེད་འོ་དེའི་དེ་མཚོན་གི་ཡོད་རེད་ཨ་འདྲི་གོང་མས་ཡང་དེ་ག་ནང་བཞིན་གྱི་སེར་པོ་ཅིག་ཡང་དེ་དཔའ་མོ་དཔའ་ཐང་གི་པར་ཡོད་སར་རྒྱབ་ལོག་ནས་ཡར་འགྲོ་གི་འདུག་ཨ་འོ་དེ་ག་འགྲོ་གི་ཡོད་རེད་ཟེར་ན་ཡང་འདྲི་གོང་མ། སྟོད་ཧོར་ཧུ་ལ་ཧོར་འབྲོག་ཡོད་ཧོར་ལ་ཧོར་དེ་སྐབས་དེ་དུས་དབྱི་རང་དང་དབྱི་རག་གི་ས་ཆ་དེ་ཚོ་ལ་རྒྱ་ཁབ་ཀྱི་ཚོགས་སྡེ་ཡོད་རོ། འོ་དེ་གའི་ས་ལ་འབྲོག་ནས་ནི་ས་ཆ་སྟོང་བཏང་ཡག་གི་ཆེད་དུ་མ་རུ་ཞུགས་ཡོད་རེད། ད་དེ་རི་མོ་དེ་མཚོན་དོན་རེད་མ་གཏོགས་རི་མོ་དེ་ཡོད་ས་ག་རང་ནས་བྱུང་བའི་སྐད་ཆ་མ་རེད་ད་ཡང། གོར་མོ་དེ་ལང་ཀ་རང་ནས་བྲི་དགོས་ན་དེ་ཏག་ཏག་བསྡད་ཀྱི་མི་འདུག་ས་ར་ཆུང་ཆུང་ཡིན་ཙང། ཨ་དེ་ཁོ་གཉིས་ཀྱི་སྨྲ་རོགས་ཞུ་བའི་གིས་མཚོན་དོན་ཅི། ད་ས་སྐྱ་ཀའི་སྨྲ་རོགས་ཞུ་བ་ལ་བརྟེན་ནས་ད་དེ་ནས་ཡང་རྟགས་དམར་པོ་ཅིག་ཡག་ཡོད་མི་འདུག་བ། ད་སེར་ཆེན་ཡིན་གྱི་སྨྲ་བཏང་ཡོང་གི་ཡོད་རེད། སེར་ཆེན་ཡིན་གྱི་སྨྲ། ག་ཚད་བཏང་ཡོད་མེད་ཀྱི་གྲངས་ཀ་དག་གལ་སྲིད་པ་མི་འདུག་དེ་ནི་བར་ཁམས་ཀྱི་དམག་མང་པོ་ཞོལ་གྱིས་བཏང་ཡོད་སྲིད། ཁམས་ཀྱི་རྒྱམ་སྲས་ཐོགས་པའི་མི་བཞི་སྲས་ཀྱི་དམག་དཔོན་ཆེན་པོ་བཞི་ཞེས་ནི་བར་ཁམས་ཀྱི་དམག་ཕྲན་འདི་དེང་ཡང་ཡོང་ནས་འབྲི་གུང་གི་སྟེང་སྐྲག་འདུག་ནི་ས་ཆ་ནི་བོན་ཆེན་ཧང་ལིན་གྱིས་ནི་ཁྲི་ཕོར་བཅུ་གསུམ་གྱི་དམག་སྲས་དེ་འདྲ་ཡོད་རེད་ད་ཁྲི་ཕོར་བཅུ་གསུམ་འདི་འབྲི་གུང་མ་བརྩིས་ན་ལང་གི་ཡོད་མེད་གང་ཤེས་ཏེ་ལབ་སུ་འདྲ་བ་བྱས་ད་ས་ཆ་གི་དམག་དེ་དོ་སི་ཐི་ནི་དམག་ཕྲན་ནི། ཨ་འབྲི་གུང་དུ་ཤོག་སྙིང་ནས་སྐྱོ་གདུང་བཅིངས། ཨ་དེ་མང་གྲོགས་བཏང་འདུག་ཨ་འབྲི་གུང་ཐིག་དེ་མམ་པ་སེ་དེ་རེད་དགོན་པ་དེ་དེ་རེད་ད་དགོན་པ་དག་གཏོར་ནས་ད་གྲྭ་བ་ཁྲི་དེ་འདྲའི་སེ་བའི་སྐད་ཆ་ཡོད་རེད་བ། ར་དྲི་གཅིག་ཞོ་རེ་བྱས་ནས་དེ་བྱིངས་རྒན་འབར་རྒན་འདྲ་བྱུང་བའི་པར་དེ་ད་མང་གྲོགས་རྒྱབ་ས་ཁའི་རྗེ་བའི་ཁ་བཏགས་འདྲ་བ་བཅིངས་པའི་སྐད་ཆ་རེད་བ། ད་མང་གྲོགས་བརྗེད་བྱུང་འདུག་ཨ། ད་དེ་ནས་འབྲི་གུང་བ་ཁའི། སྟོད་ཧོར་ལ་དམར་བོ་ཞུ་བ་ནང་བཞིན་ཡང་སྟོད་ནས་དམར་བོ་ཅིག་མ་ཡོང་གི་འདུག་བ་དཔའ་མོ་དཔའ་ཐང་ལས། ས་ཆ་ནས་མ་ཡོང་ནོང་རེ་ཡོད་བ་མ་རེད་དཔའ་མོ་དཔའ་ཐང་ལས་སླེབས་བ་རེད། དེ་ནས་དམར་བོ་ཅིག་མ་ཡོད་མི་དེ་སྟོད་ཧོར་གི་དམག་རེད་དེ་ཡོད་རེད། སྟོད་ཧོར་གི་དམག་ཁྲིད་ཡོང་མཁན་དེ་འབྲི་གུང་བ་དང། དམག་ཁོ་རང་ནང་ལོགས་ལས་འབྲི་གུང་དགོན་པ་ཡོད་སྐད་བཤད་ཡོད་རེད་འདུག་དགོན་པ་དེ་ཕ་རྗེ་ཀུན་དབྱངས་ག་རེ་ཟེར་གཅིག་ཡོད་རེད་ད།

པ་མ་དཔའ་ཐམ་ལས་དེ་འདྲའི་གིས་དམངས་གྲོངས་ཀྱི་དངོས་གནས་བྱུང་ཡོད་རེད་བས་བྱུང་ཡོད་མ་རེད་བས་ཟེར་དེ་རེད། ནས་ཀྱི་ལོ་རྒྱུས་མང་པོ་འདྲ་བོ་ཅིག་ཀློག་གི་ཡོད་རེད་ད་དེ་ཚོ་ནང་ལོགས་ནས་མཐོང་བ་དང། ཀྱི་རྒྱ་རབས་ལོ་རྒྱུས་ཙམ་མ་ཡིན་པར་ཆུ་ཤོག་གི་དཔེ་ཆ།

གནས་སྟངས་ག་རེ་གི་རྐྱེན་པ་ཡིན་མི་ཤེས་ཏེ། སྐུ་ངོ་ཞྭ་སྒབ་པའི་སྲིད་དོན་རྒྱ་རེབ་ཀྱི་ནང་ལོགས་ལས་རྩ་བའི་འབྲུ་ཁང་བའི་སྟོད་ཧོལ་གྱི་དམག་རུ་ཤུལ་ནས་སྟོད་ཧོལ་གྱི་དམག་ཡོང་བའི་སྐོར་དེ་གས་བྲིས་ཡོད་རེད། ཡིན་ན་ཡང་འཛིང་ས་བཀོག་དེ་ཁྱོན་ནས་མ་བྲིས་པ་བྱས་ནས། སྡོམ་འདྲ་དེ་ག་རེ་བརྒྱབ་ཡོད་རེད་ཟེར་ན། ཕ་རྒྱལ་བོད་ལ་ཡོང་མ་ཐག་བར་གྱི་དམག་མི་དེ་ཚོ་གང་རུལ་བརྒྱབ་ནས། གང་ལགས་འདྲ་བ་ཅིག་འགའ་ནི། འདི་དེ་འདྲས་ཀྱི་ཐོག་ནས་ཕར་ལོག་དགོས་ཡ་འདྲ་བ་ཅིག་ངེས་དང་འབྱུང་གི་རེད་ཟེར་དང། ཨ་ནི་སྟོད་ཧོར་དེ་ཡང་རྒྱ་གར་གྱི་གཏོགས་ལགས་ཀྱི་དམག་རེད་ཤག་ཟེར་ཅིག། གཏོགས་ལགས་ཀྱི་དམག་དེ་ཨེ་མ་ལ་ཡའི་སྒེར་ནས་འགྲོ་ཡ་གི་རྩིས་བརྒྱབ་ནས་སྒེར་མ་ཟབ་ཟེར་ཅིག་ད་ཡང་རྒྱ་གར་གྱི་ལོག་རྒྱུ་འདུག་ཅིག་ཡོད་ར་དེ་རེད་ཤག་ཟེར་ཅིག་གང་ལྟར་བོད་ཀྱི་ས་ཆ་ལ་རྩ་ནས་ནི་དམག་གི་སླེབས་མེད་པའི་བཟོ་འདྲ་ཅིག་སོང་གི་ཡོད། དེ་ག་ར་མ་འདྲེ་ལེ་ན་ངས་ཤེས་ཀྱི་མེད་ཁོང་གི་ལུང་འདྲེ་བྱས་བསྡད་ཟེར་དེ་ཚོ་དེ་ཡིན་དྲན་ཁ་ཤས་ཀྱི་མ་ལོང་བ་ཡིན་ན་ཨ་ནེ་དཔའ་མོ་དཔའ་ཐང་ལ་དམག་རྒྱལ་བའི་སྐོར་རུ་དང་སེ་སེའི་ཏུབ་ཏོ་དེ་གི་ཞིབ་ཕྲ་དང་ཧང་སང་ཡིན་ཟེར་ན་མི་འདུག་ཞེ་ན་ཚ་བོ་དེ་འདྲས་བྲིས་ཡོད་ཡིན་ནའི་ཁོང་གི་གང་དེ་ནི་ཡིན་དྲན་ཁ་ཤས་ཀྱི་ལོང་གྲངས།

དམངས་སྒྲུབ་འཇུ་མི་སྒོ་ག་འདྲས་བྲིས་ཡོད་མེད་ངས་དཔེ་མཚོན་ཁ་ཤས་བྱས་ཞོ་དགོ་བསམས་སོ། ང་ཚོ་བོད་ཀྱི་ལོ་རྒྱུས་མང་པོ་ཅིག་ཡོད་རེད། ད་དེ་གི་ནང་ལོག་ནས་རྒྱ་རྔ་བ་གི་ལོ་རྒྱུས་སྐྱིད་ཀྱི་རྒྱ་མི་གླུ་དབྱངས་བྲིས་ཡོད་རེད་དེ་མིན་ན་ཡང་རང་རྣམ་དང་ཁོང་གི་བླ་མ་དང་རྒྱ་ཀོམ་ཕྲན་སྔོན་མ་དེ་ཚོ་གི་རྣམ་ཐར་མང་པོ་ཅིག་བྲིས་ཡོད་རེད། དེ་འདྲའི་ལོ་རྒྱུས་དང་གཏམ་རྒྱུད་ཀྱི་ཐོག་ལས་ཧ་ཅང་གི་དོ་སྣང་ཆེན་པོ་གནང་མཁན་མཁྱེན་རྒྱ་ཆེན་པོ་ཡོད་བསྡད་མཁན་ཨ་ཞོག་ཡིན་པ་ཅིག་ནི་ཅི་རང་ཡིན་ན་སྐབས་དེ་དུས་བོད་གངས་ཅན་ལས་ད་ཡིག་རིགས་ག་འདྲའི་ཅིག་ཡིན་ན་ཡང་བཀའ་བཏང་ཐམས་ཅད་ཀྱི་ལག་ལས་སླེབས་ཐུབ་ཡག་གི་ད་སྟོབས་དང་ནུས་པ་ཟེར་ན་རེ་ག་འདིར་མཐུན་རྐྱེན་དང་ཆ་རྐྱེན་མ་ཚང་བ་མེད་པ་ཡོད་བསྡད་པ། རྡོ་ཟེར་གྱི་ཆ་དེ་ཡོད་རེད་དེ་ཡིན་དུས་ཁོང་གི་ལོ་རྒྱུས་དེ་ཚོ་དེ་དཔེ་གནད་འགག་ཆགས་ཡོད་རེད། དེང་སང། ཆོས་ལུགས་རིས་སུ་མ་མཆིས་པའི་མཁས་པ་མང་པོ་གིས་རྒྱ་རྔ་བ་ལས་ཡང་བསྐྱར་གདེང་རྒྱོགས་ཟེར་ན་མི་འདུག་བཀའ་དྲིན་འདྲ་དྲིན་ཡང་གཅིག་ལས། མཁས་པ་མང་པོ་གཅིག་གི་གསུང་འབུམ་དེ་རྒྱ་རྔ་བའི་འབྲས་སྤུངས་ཀྱི་དཔེ་མཛོད་ནང་ལོ་ལ་སྐྱུག་བརྒྱབ་པ་དེ་སྟབས་ཡག་ནི་ད་ད་འདི་ཁྱར་མང་པོ་ཞུ་ཅེས་དོན་ཡོང་ཡ་དེ་མིན་པ་ཡིན་ན་ག་སྲིད་སོ་སོའི་ཡིད་རྒོལ་འདྲ་བོ་དང་བླ་བྲང་འདྲ་བོ་ལག་ཏུ་ཡོད་པ་ཡིན་ན་དེང་སང་མལ་ལི་ཞབས་དུ་ཐ་བི་དོ་དུ་འགྲོ་ཚར་ཡོད་རེད་བ་དེ་ཡིན་དུས་ད་རྒྱ་རྔ་བ་ཀྱི་དཔེ་ཆ་མང་པོ་ཞུ་ཅེས་མཁོ་སྒྲུབ་ཀྱིས་ཉར་བསྡད་པ་དེ་ད་དེང་སང་ཞུ་གི་ཕན་ཐོག་ཆེན་པོ་ཡོང་གི་འདུག་ཟེར་ཆོག་རེད་བ། ཨ་དེ་ནི་ག་རེ་སྟོན་དགོས་ཟེར་ན་རྒྱ་དམར་བ་ལ་སྐབས་དེ་དུས་ལོ་རྒྱུས་མང་པོ་ཞུ་ཅིག་གཟིགས་གི་ཡོད་རེད་དོ་སྣང་གནང་གི་ཡོད་རེད་བསྡུ་རུབ་བྱེད་ཀྱི་ཡོད་རེད་ད་ང་ཚོ་ལོ་རྒྱུས་དང་ག་རེ་བཤད་དགོས་ན་ཁོ་དེ་ལས་དཔྱད་གཞི་གསལ་ནང་མི་འདུག་ཡིག་སྐྱག་ཅིག་འབུད་དགོས་རེད་པ་དཔང་རྟགས་ཅིག་འབུད་དགོས་རེད་པ་མཐོང་དང་ལོང་ཅིག་འབུད་དགོས་རེད་པ་ཨ་ནི་དེ་ཡང་ལས་ཀ་བྱེད་ཡག་ཡིན་ན་ཡང་སོ་སོའི་བྱེད་ཡག་དང་མི་ལ་སྐུལ་ཡག་ཡིན་ན་ཡང་ཁོ་གཅིག།

སོག་པོ། དེ་གི་དམག་དཔོན་དེ་གཏི་མུག་སྦོ་ཁ་རེད། སེ་ཆེན་ཧིན་གི་བུ་གཏི་མུག་སྒོ་ཁ་རྒྱ་བུ་གཏི་མུག་སྒོ་ཁ་གི་སྣེ་ཁྲིད་པའི་སེ་ཆེན་གི་དམག་ཡོག་རེད་དེ་ནི་ཨར་ལིང་གི་སྣེ་ཁྲིད་པའི་ས་སྐྱ་གི་དམག་ཡོག་རེད། ཨོ་དོ་སིས་ཀྱི་ནི་གསུང་ཡོག་རེད། ཨ་ནི་དཔའ་མོ་དཔའ་ཐང་དུ་འཛེང་ནི་ཨ་ནི་སྟོད་ཧོར་ཕམ། མང་པོ་བསྲེགས། ཁྲི་སྲོང་རྩེ་རྒྱུ་སྒྲོལ། སྒྲོལ་འགྲོ་མཁན་དེ་ཚོ་གངས་བོར་གྱི་གནས་ནས་ཤི་བ་རེད། ངོ་དོགས་སྐྱེས་ནས་སོང་འདུག་ཨ། དེ་གི་ཐོག་ལ་ད་ཚང་མའི་སྐྱིད་རྒྱུ་འདྲ་བ་དེ་ག་ལ་དགོས་རེད་ཟེར་ན། སྟོད་ཧུར་གི་མ་དཔོན་ཧུ་ལ་ཧུ་གི་བུ། རྒྱ་བུ་རིན་ཆེན་དང། དམག་མི་དགའ་ལྡན་ནང་ལོག་ལ་ཡོད་པའི་འབྲི་གུང་གི་དགོན་པ། དགོན་པ་གི་མིང་མི་འདོགས་ཏེ་གཅིག་གྱིས་ནི་ངས་དགོན་པ་ཚུར་སྒྱུར་ཟེར་ཡོད་དེ་སྨན་གྲོལ་བཟང་དང་སྐུ་རྒྱན་ཚུར་སྒྱུར་ཟེར་ཡོད་དེ། དེ་གཉིས་ཀ་ཟིན། ཁོ་གཉིས་ཟིན་ནས་གསོན་པོ་ཁྲིད་ཡོང་བ་རེད་ཟེར་ཁྲིད་ཡོང་དུས། དེ་ནི་རྒྱལ་པོ་རིན་ཆེན་དེ་ཏཱ་ཧུ་ལ་ཧོག་གི་བུ་ཡིན་ཙང་ད་བོད་པ་གི་ལབ་སྟངས་རེད་ད་ཧུ་ལ་ཧོག་གི་བུ་ཟེར་བར་ང་ཚོ་དངོས་གནས་བྱས་ཡོད་ན་ཧུ་ལ་ཧོག་གི་བུ་མ་རེད་ཧུ་ལ་ཧོག་གི་བུ་གི་བུ་རེད་ཧུ་ལ་ཧོག་གི་ཚ་བོ་རེད་དེ་ཡོར་བ་ཨི་པ་ར་ཁང་གི་བུ། ང་ཚོ་བོད་སྐད་ལས་རིན་ཆེན་རྡོ་རྗེ་ཟེར་གྱི་འདུག་ང་ཚོ་ལོ་རྒྱུས་ཕར་བཅད་བ་བཅད་ནས་རྒྱབ་རིན་ཆེན་རྒྱབ་རིན་ཆེན་ཟེར་ལབ་ཀྱི་ཡོད། ཁོ་རང་ཚོ་གི་ལོ་རྒྱུས་དང་དེང་སང་དང་དབྱིན་ཇི་གི་ལོ་རྒྱུས་ཡོངས་གྲགས་ནང་ན་ཁ་གྷིང་ཏུ་ལབ་གི་འདུག་ཁ་གྷིང་ཏུ་རིན་ཆེན་ཁ་གྷིང་ཏུ་ཟེར་དེ་ལས་རྒྱ་མགོའི་ཨ་མའི་ཞལ་གྱི་བྲིས་ཡོང་དུས་ག་དུ་ཟེར་བྲིས་འདུག་ག་དུ་རིན་ཆེན་ཟེར་དབྱིན་ཇི་ནང་ལོགས་ལ་ག་གྷིང་ཏུ། རིན་ཆེན། རིན་ཆེན་ཟེར་ཡ་དེ་ཨིན་ཇི་གི་གྲས་གོང་དུ་དོན་ཞུ་བྱས་ནས་རྒྱས་པར Demount ཞེས་བྲིས་འདུག་ཨ། དེ་ད་ངས་ད་ལྟ་བསྡད་ཡོད་ཀྱི་མ་རེད་བསམ་འདུག་ཨོ་གང་ལྟར་ཨོ་དེ་ཡང་གསོན་པོ་བཟུང་བ་རེད་ཟེར། དེ་གསོན་པོ་བཟུང་ཡོང་དུས་ཨ་ནི་དེ་ཟེར་ཆེན་ཧིན་གིས་ད་ཁོ་རང་གི

སྐབས་དེ་དུས་དམག་འཁྲུག་བྱུང་ཡོད་པ་དེས་ཁུངས་སྐྱེལ་བྱེད་ཐུབ་རེད་བསམ་འདུག་ག་སྲིད་དམག་བོད་ལ་ཡང་བླ་མེད་དམག་རྒྱབ་ནས་འཕང་ཡང་མེད་ཨ་ཡིན་ན་ལྡོག་ཐུག་མེད་ཨ་ཡིན་ན་ཨེ་དེ་གཉིས་ག་འདྲའི་ཟིན་དགོས་རེད་དེ་གཉིས་ལག་པ་ནང་ག་འདྲའི་ཐུག་རེད་ཁོ་གཉིས་ད་དམག་དཔོན་ཡོད་ན་མེད་ན་དེ་རེད་བ། ཧུ་ལ་ཧོ་གིས་དམག་འབོར་གྲངས་མང་པོ་ཁྲིད་ཡོད་རེད་ཟེར་གི་ཡོད་རེད་སྟོད་ཧོར་གི་དམག་རྒྱ་རྔ་བ་གི་སྐལ་རྡོར་བདུན་ཟེར་ཡོད་ཆོར་སྐལ་རྡོར་དེ་ག་འདྲའི་སྐལ་ཡིན་མི་ཤེས། ཉམས་མགོན་ཨ་མའི་སྐོར་ཚོ་ཡིན་ན་འབུམ་ཕྲག་མང་པོ་ཕྲག་མང་པོ་ལབ་འདེགས་འདུག་ཨ། སྔོན་མ་གི་ལོ་རྒྱུས་རྙིང་པ་དེ་ཚོ་ནང་ལོག་ལ་སྟོད་ཨོར་ཀོ་དམག་འབུམ་ཕྲག་མང་པོ་ས་གཞི་དམག་འབུམ་ཕྲག་གཅིག་གི་རྩ་མེད་དུ་བཏང་ནས་དཔའ་མོ་དཔའ་ཐང་ལ་ཁྲག་གི་ས་ཐམས་ཅད་དམར་པོ་ཆགས་བསྡད་ཡོད་རེད་ཟེར་དེང་སང་ཡང་དམག་ཤིག་ཤིག་ཅིག་ཡོད་རེད་ཟེར་འདུག་ཟེར་བྲིས་འདུག་ཨ། རྗེ་བཙན་བསྟན་ཡིན་དུས། ཁོ་ཚོའི་དམག་བོད་ལ་ཡང་ཡོང་ཐོབ་མེད་ནི་འཛེམ་ཡང་མེད་ཕམ་ཡང་མེད་ཡིན་ན། དམག་འབུམ་ཕྲག་མང་པོ་སྣེ་སྤྲིང་མཁན་གྱི་དམག་དཔོན་དེ་ཉིད་ནི་ས་སྐྱ་བའི་ལག་ལས་ཐེབས་ཤེས་སུ་ཡོད་མ་རེད་བ། དེ་ནི་འགའ་འདྲ་བ་གཅིག་རེད། དེ་ལས་ད་དུང་འཇང་དགུན་ཨ་མེས་ཞབས་ཀྱིས་དམག་སོང་ཡོང་དུས། སྐབས་དེ་དུས་སྟོད་ཧོར་གྱི་དམག་སེར་རྒྱལ་བ་ཚང་དམག་གི་ཨ་མཆོག་གཡས་པ་དེ་བྲག་ནས་ཁེགས་ཡོང་བ་རེད། ད་ལྟ་གཏེར་སྟོན་ག་རེ་ལུང་པ་རེད་ད་དེ་མིན་མཚན་གྱི་ད་ལྟ་དྲན་གྱི་མི་འདུག་ཁོང་གིས་སྐབས་དེ་དུས་རྣ་བ་གཡས་པ་རྐྱང་རྐྱང་གྲག་ཁོ་འོང་དུས་གྲི་རྒྱབ་གཉིས་ཁེལ་ཡོང་བ་རེད་ཟེར་ནས་གསུངས་འདུག་དེ་ག་ཚོད་སྤྱི་དམངས་མི་འདི་མང་པོས་འགྲོ་མིན་ང་སྲིད་སྐྱོབ་ཏོག་ཡོད་ཟེར་ན་མི་དམངས་ཡིད་ཆེས་གི་མ་རེད་བ། ཡིད་ཆེས་ཡག་ཆེས་རེད་ད་ནག་ཡེ་བ་དེ་གི་དྲག་ནི་ཁེངས་ཡོད་དེ་སྤྱི་དང་སོག་པོག་གི་ལུགས་སྲོལ་དེ་འདྲ་འདྲ་བ་ཅིག་ཡོད་རེད་གོ་མང་པོ་ཤེས་འདུག་རྣ་བ་རློན་པ་རྗེན་པ་དང་མང་པོ་མ་འབོག་རེད་ནང་དུ་ཅོག་ནི་ཁེ་ཡོང་དུས་ཉི་མ་མང་པོ་བཀལ་ཡོང་དུས་ཨ་དེ་ཡ་ཡ་ག་འདྲ་བ་ཡིན་ན་གུ་རུའི་འདྲ་བ་རེད་བ། ཨ་དེ་བྱེད་དུས་ཨ་ས་ཆ་ནི་མ་ལོན་གོང་ནི་ཁོ་ཚོ

ད་འདྲའི་ཟས་ནི་སྲོག་ཁྲིམས་གཅིག་ཡོད་མེད་གོ་བདེ་ཞེ་ན་རྩ་བ་འདྲ་བ་ཅི་མ་བྲིས་ཡག་རེད། རྒྱ་རྔ་བ་གས་དེ་སྲོག་ཁྲིམས་སྐྱེ་ས་དེ་ཚོང་དུས་ནམ་བུར་མ་ཟེ་དེ་ལས་རེད། ནི་སྟོད་འོག་གི་རྒྱ་བུ་དེ་མ་རྒྱ་ནག་ལ་ཁྲིད་སོང་བ་རེད། ཡོག་ལུ་ཁོག་ཕར་སླེབས་ནས་ཡང། ཡེ་རང་ལ་ཕར་སླེབས་ནས་རྒྱ་པོ་བྱས་ནས་བསྡད་ཤི་ཁོ་རོ་ཁོ་རོ་ད་ཁོ་རང་ལོ་རྒྱུས་པའི་རྒྱ་ཆེན་པོ་རེད། དེ་ཙང་ཁོ་རང་རང་གི་ལོ་རྒྱུས་དེ་གཅིག་བལྟས་ཡ་ཡིན་ན་ཡང་དཔེ་རྙིང་རྒྱས་པོ་རེད་ཤག་ཁོ་རང་ཁོ་རང་ལོ་རྒྱུས་དེ་བལྟ་ནས་ད་འདི་ཚོ་ང་ཚོ་ལོ་ཚེགས་དེ་ཚོ་དེ་གོང་བསྒྲིག་དགོས་ད་དུང་མང་པོ་ཅིག་ལྷག་དེ་ཡོད་པའི་བཟོ་ནས་འདུག་དཔེར་ན་རྒྱ་དམར་བ་གིས་དཔོན་ཆེན་ཨང་ལེའི་སྐབས་བསྡད་དུས

ང་ཚོ་བོད་པ་ནང་བོད་ཚང་མ་སེར་ཆེན་ཡིན་གི་བོ་ད་ཧོ་ལ་ཧོག་དོ་སི་ཁྲི་ཡོད་རེད་དེ་ཆེ་བ་ཤི་ར་ཀན་འདུག་ཨོ་བོག་གིས་ཏི་མུར་གཉིད་སད་ཡོང་དུས་མོ་དེ་ཚོགས་གི་ལོ་རྒྱུས་མ་བལྟ་ཡོང་དུས་དཔའ་མོ་དཔའ་ཐང་གི་དམག་དེ་བལྟས་ཚེ་འབྲི་གུང་དམག་ལུགས་པ་རྗེས་ལ་མི་འགྲོ་བསམ་བསམ་བྱེད་ཡོང་གི་འདུག་ད་ལྟ་སྐུ་ངོས་ཞག་གེ་བག་སྟེ་དེ་འདྲ་འོག་གི་དྲི་ཡར་དམ་པོར་འབྲི་གོང་གི་གླིང་ལོ་དེའི་ལྗོངས་ནི་དེ་གི་རྗེས་ལས། དཔའ་མོ་དཔའ་ཐང་འདི་གོང་གི་མ་རྒྱུར་ཟེར་དུ་སོང་མི་འདུག་དེ་འབྲི་གོང་གི་མ་རོ་བརྩིགས་སོང་བ་རེད་ཟེར་དེ་གནས་ལུགས་དང་མཐུན་ཆེས་འདུག་འབྲི་གོང་གླིང་ལོ་ལྗོངས་ནི་ཞི་བ་གཏོར་བཅོམ་བྱས་ཡོད་ན་ནི་འབྲི་གོང་ལ་དེ་གི་གནས་མ་བྱུང་ནི་ད་མ་རོ་བརྩིགས་ག་འགྲོ་སྲིད་པ་རེད་བ། དེ་གི་རྗེས་ལས་མེད་འགྲོ་སང་སང་གྱི་རེད་ད་འདི་ཐག་ཆོད་པ་གཅིག་ཡོད་མ་རེད་ད། ད་ནི་རྒྱ་མགོའི་ཨ་མས་བཤད་དུ་རྒྱ་རྔ་བའི་གསུང་སྟངས་དེ་ཡང་ཡིན་ན། དང་པོ་པདྨ་དཔའ་ཐང་གི་དམག་དེ་ཚར་བཅད། དེ་ནས་ཡོག་ལུ་འབྲི་གོང་གི་དམག་བརྒྱབ་ནས་འབྲི་གོང་རྩ་མེད་བཏང་བའི་བཟོ་འདི་ཇེ་རེད་འདུག་བ་ད་དེ་ཡ་ཡིན་མི་སྲིད་པའི་སྐད་མ་རེད། ཡིན་ན་ཡང་རྒྱ་བོད་འདི་གཉིས་ཀྱི་ལོག་ནང་ཚ་ལ་ལྟ་རེད་བ། དེ་ལྟ་ཁོ་རང་གཉིས་ཀྱི་ལོ་རྒྱུས། ད་ལྟ་རྒྱ་ནག་གི་ཡིག་ཚང་དང་ཨ་རབ་ཀྱི་ཡིག་ཚང་དེ་ཚོ་ནང་ཡོད་བདེན་གི་དེ་ཚོ་གོང་འཕེལ་བཏང་རོགས།

རྒྱལ་བུ་ཁོ་ལ་ཨོ་ཁེ་ད་ཚ་ཨོ་ག་རྡོ་རིན་ཆེན་བཟང་ནི་ས་སྐྱ་པ་ཁྲི་ཡོང་ས་སྐྱ་ནི་ནི་ཚེ་ཆེན་ཡིན་གི་དེ་ཁྱོད་རང་ཚོ་ཨོ་ཁྲན་མ་ད་ཨོ་སི་མ་ན་སི་མ་བཏང་ཤོག་སི་ཨ་འདྲི་གང་དགོན་པ་དཀར་གྱི་ན་ཁྱོད་རང་ཚོ་ཁྲིམས་གཅོད་དཀར་བཏང་གི་ན་བཏང་སི་ལབ་པ་རེད་སི་གི་འདུག་ཨ་དེ་ག་ནང་གི་ཁྲིམས་གཅོད་བཏང་བའི་སྐོར་དེ་ཚོ་དེའང་ད་དེ་ཚོ་དཔེ་ཞིབ་ཀྱི་ཕྲ་བ་གཅིག་རེད་ད་སྐུ་ངོ་ཞྭ་སྒལ་བ་གིས་དེ།

ཁ་ཅིག་གིས་ཆོས་ལུགས་དཔྱད་འདེམས་མཁན་གྱིས་ད་ལོ་དྲུག་བརྒྱ་ཚར་གྱི་དབང་བསྒྱུར་རེད་ཟེར་ཡོང་དུས། ཐོག་མར་མང་ལོག་གི་རྒྱལ་རབས་ཅེས་དེ་ནི་ཁལ་རྗེས་ཀྱི་རྒྱལ་རབས་ཅེས། ཁལ་རྗེས་ཀྱི་བློན་པོ་གཅིག་གིས་ཁལ་རྗེས་བསད་ནས་ཡང་ཁོ་རང་གི་རྒྱལ་རབས་འདི་གསར་པ་ཅིག་བཙུགས་བ་དེ་ལ་གཏུག་ལག་ཟེར་བ། མ་འོངས་པ་དེ་གཏུག་ལག་གི་རྒྱལ་རབས་ཀྱི་སྐབས་སུ་འདི་གཏུག་ལག་གིས་བོད་ལ་དམག་བརྒྱབ་འདུག་བ། ད་ཡོངས་གྲགས་ལ་བོད་ཟེར་ཁ་ཐུག་ལག་གི་མི་འདུག་ད་ཧི་མ་ལ་ཡའི་རྒྱབ་ལོགས་ལ་འགྲོ་ཡ་རེད། འགྲོ་ཡག་དེ་ཅི་བ་རེད་སི། ངས་སྔོན་མ་ཁྱེད་རྗེས་ཀྱི་བོད་ལ་མ་རྒྱོབ་གྲུ་མང་ཡག་ཡོང་ཕམ་ནས་མ་བྲོས་སོང་བ་དང་དེ་འདྲའི་སྐོར་ཅིག་ཞུས་ཡོད་བ། དོན་དེ་ནང་དོན་མ་རེད་དེ་དེ་ཡོ་ཐུག་ནང་ལ་ཡོད་རེད་དེ་བྲིས་བཞག་པའི་ཡི་གེ་དེ་འདྲ་ཡང་ཡོད་རེད། དེ་དང་འདྲ་བ་ཁོ་ཚོ་དམིགས་ཡུལ་གཅིག་པ་རེད་ཤི་བོད་ལ

འོ་དེ་ཤེས་གི་ཡོད་རེད་བ། ད་སྐུ་ངོ་ཞྭ་སྒལ་པའི་དེ་རེད་ཤགས་ང་ཚོ་དེ་ལ་ལབ་བསྡད་ཀྱི་འདུག་ཏོའི་ཧོ་ཀི་མ་ཅི་བྱེད་བྱེད་གི་འདུག་ཟེར་ཏེ། ཨ་དེ་བོད་ལ་འགྲོ་མ་ཐག་རེད་ཟེར་ཏེ་རྒྱ་གར་ལོག་གྱི་ཡོད་རེད་བ། ཇི་ལྟར་དེ་གི་ཨ་ནི་ཁྱེད་ཕ་མ་དཔའ་ཐང་ལ་མ་རྒྱ་རེད་ཟེར་ཏེ་ཚུར་དེ་ཕ་གཡུག་རྐྱང་བྱས་ནས་མ་རོགས་ཞུས་ནས་ཡོང་བ་དེ་ཨ་ནི་གང་གི་འགག་ནས་འགྲོ་མ་ཐག་བ་རེད།

རྨི་ལམ་ཟེར་ཡ་དེ་ཁོ་ཤི་བའི་རང་བཞིན་ཐོག་པོ་མ་ཡིན་ས་ད་ག་ས་ག་འགྲོ་ཐུ་བ་ག་ར་ཡིན་ན་ཧ་གོ་ཡ་མཐོང་བསྡད་ཀྱི། ང་ཚོ་ཡུལ་སྐོར་གྲོང་འཆམ་འགྲོ་ནི་མིག་བལྟ་ནང་གི་ཀྱི་རྨི་ལམ་འགྲོ་ནི་བལྟ་བསྡད་ཡ་དེ་དེ་ནི་སྐད་ག་ཤེས་གི་ཡོད་ར། ཨོ་དེ་འདྲའི་གི། ད་རྒྱ་ནི་ད་དེ་འདྲའི་གི་ཆེ་ཆོས་དང། ཆེ་བ་དེ་ཚོས་ཤེས་ཡོད་འདུག། ཨ་ནི་སྟོད་ཧོར་གི་མ་ཡོང་གི་འདུག་ཟེར་ནས་སྐད་བྲག་ཤི་བ་ཅིག་བལྟ་བ་རེད་ཟེར་ད་སྐབས་དེ་བས་སྐད་བྲག་ཤི་བ་ཡོད་ཡིན་ཟེར་བ། ཨ་ནི་ཁོང་གི་རྨི་ལམ་བཟང་ནི་ཅིག་བལྟ་ཡོང་འདུག།

ད་ཆོས་ཕྱོགས་ཀྱི་ལྷག་པར་སློབ་གཉེར་དང་སྒོམ་ཉམས་རོ་ཚང་མ་བྱས་ནས་ནི་རླུང་སེམས་ལ་དབང་བསྒྱུར་བའི་སྐོར་དེ་ཤེས་ཀྱི་ཡོད་རེད་བ། ལོ་ཚིགས་རེ་རེའི་དབྱེ་བསྡུར་འགལ་ཡོད་ས་མ་རེད་དེ། ཚོད་དཔག་བྱེད་རང་ཡིན་ན་ཧ་ལམ་དགུང་ལོ་བཞི་བཅུ། ལྔ་བཅུ་དེ་འདྲའི་སྐབས་ཁོས་སྐད་ཆ་བྱེད་རན་འདུག་བ། ད་དགུང་ལོ་ག་ཚད་ཡིན་མིན་དེ་དེབ་ལྟ་ཆོག་གི་རེད། གཏོང་ལག་གི་དམག་དེ་སྐྱིལ་སྟོང་སུམ་བརྒྱ་སུམ་ཅུ། སོག་ཡ་རྫོང་གི་ནང་ལོགས་ལ་བོད་ལ་ཁྱིམ་པ་རེད་བ། ད་སྐབས་དེ་དུས་ཏོག་སྡེ་གྲྭ་བ་ཟེར་ནས་དགོང་ལོ་ག་ཚོད་རེད་ཤེས་ཁོང་སྐྱིད་སྡུག་ཉིན་བརྒྱ་བརྒྱ་བརྒྱ་སོག་ནང་འཁྲུངས་ཡོད་རེད་བ། ཨོ་དེ་ཡི་སྐབས་ཀྱི་སྐད་ཆ་རེད་འདུག་བ། ཇི་ཙམ་དེ་ཡང་གོ། ད་ང་ཚོའི་སྐབས་དེ་དུས་ཏོའི་ཧོར་ཟེར་ལབ་ཡོད་སྲིད་བ་རེད་མ་གཏོགས། ཡིན་ཡང་དེ་སྐབས་དེ་དུས་ཀྱི་སྦིར་སྒྲ་དེ་གོ་ཏོག་བླ་རང་རེད་ཤག། མ་གཏོགས་ཏོའི་ཧོར་ཧོ་ལ་ཧོ་དང་འབྲེལ་བ་ཅི་ཡོད་མ་ཧོ་ལ་ཧོ་དང་ཏོག་བླ་གཉིས་དེ་སྦིར་དེ་ཁ་ཁ་རེད་བ། གཏུག་ལག་དེ་ལྡི་ལི་ལས་བསྡད་ཡོད་རེད་ལྡི་ལི་སུ་དང་བསྡད་དེ་བྱས་ནས་རྒྱ་ལག་ཁའི་རྒྱག་པ་ཆགས་བསྡད་ཡོད་རེད་བ། ཁོ་ལ་ཁོ་དེ་དེང་སང་གི་དབང་དུ་བྱས་པ་ཡིན་ན་ཨ་རབ་དང་ག་རེ་ཟེར་དབྱི་རག་དང་དབྱི་རང་ཕྱོགས་ལ་བསྡད་ནས་སྐྱིད་སྟོང་ཉིན་བརྒྱ

ཨིབ་ར་ཁང་གི་དུ་རེད་འདུག་ལ་སྟེང་དུ་ཧུ་ལ་ཝུ་གི་ཚ་བོ་རེད་ཀྱི་ཧུ་ལ་ཝུ་ཁོ་རང་རང་ད་སི་ལོ་སྐྱིད་སྟོང་ཉིས་བརྒྱ་དྲུག་ཅུ་ག་ཚད་ཡིན་ན་སྐྱིད་ལོ་གྲོངས་ཤག་ཀོ་ལོ་ཆེན་མོ་རོ་སེ་ཅིང་གི་བི་འཇའ་རོ་དེ་ནས་རྒྱ་རྔ་བ་གི་སོང་གི་ནང་ལོག་ལས་དཔའ་མོ་བ་རང་ལས་སྟོད་རོག་གི་དམག་རྩ་མེད་བཏང་ཡོད་ལ་ས་ཆ་གི་དམག་རོག་ལ་སེ་ཆེན་ཡིན་གི་དམག་ཡོད་རེད་ཟེར་དེ་གི་དམག་དཔོན་ལས་ནི་སེ་ཆེན་ཡིན་གི་རྒྱ་བོད་ཐེ་མུར་བོ་ག་ཡོད་རེད་ཟེར་ནས་བྲིས་འདུག་བ། ཐེ་མུར་བོ་ག་དེ་ཡང་སེ་ཆེན་ཡིན་གི་ཚ་བོ་རེད། སེ་ཆེན་ཡིན་གྲོངས་ཚར་བའི་རྗེས་ཀི་རྒྱ་བོ་དེ་གོང་རེད། ཚ་བོ་རྒྱ་བོ་ཆར་བ། ཕ་གི་རྒྱུད་རིང་པོ་ཞི་བ་སྡེ་རུ་བ་ཀོ་སེ་རྗེས་རྒྱལ་པོ་གོ་རོང་མ་ཞེས་པ་འདི་རྗེ་བློ་ཆེན་པོ་པ་འདི་དེ་རྗེས་དུས་ཨ་བོད་ཀྱི་བུ་དེ་ཚོ་མ་གཏོགས་ཀི་ཁོ་རང་གི་བུ་དེ་ཚོ་རྒྱལ་པོ་བྱེད་ཡ་དུས་ཚོད་རང་བྱུང་མི་འདུག་གང་ལྟར་ཏི་མུར་བོ་ཁ་ཟེར་ཡ་དང་ཏི་མུར་ཁམས་ཟེར་ཡོང་འདྲ་མིང་འདི་བ་ལས་ཏི་མུར་ཁམས་ལགས་འདུག་དེ་རེད་ཁོ། གཅིག་སྟོང་ཉིས་བརྒྱ་དྲུག་ཅུ་རེ་ལྔ་ལོ་ལ་སྐྱེས་འདུག། གཅིག་སྟོང་སུམ་བརྒྱ་བཅོ་ལྔའི་དུས་འཁོར་ལོར་གྲོངས་ཤོག་ད་ལོ་དེ་ཆེན་པོ་བསྡད་ཡོད་མ་རེད་རྒྱབ་རིན་ཆེན་དེ་ཡང་ལོ་ཆེན་པོ་བསྡད་མི་འདུག་ལོ་སུམ་ཅུ་སོ་ཡ་བཟུང་ཨ་ནི་ཏེ་མུར་བོ་ག་ཡང་ལོ་ཆེན་པོ་རང་དག་བསྡད་མི་འདུག་དེ་དེ་རེད་དེ་ཡིན་དུས་གཅིག་སྟོང་ཉིས་བརྒྱ་དྲུག་ཅུ་རེ་ལྔ་ནས་བརྩི་ཡ་ཡིན་ན་བདུན་ཅུ་དོན་ལྔ་ལོ་བཅུ་བརྒྱ་བརྒྱ་ལྔ་ལོས་ལོ་ཉེར་ཤུར་བ་ཁོ་འབྲི་ཀོང་གླིང་ལོ་གོ་བརྒྱད་ཙམ་དུ་བ་བརྒྱད་ལོས།

ད་ལྟ་ས་འདྲ་འཁྲུངས་ཡོད་པའི་སྐོར་གྱི་དོན་རྐྱེན་ཆེ་འདི་ཚོ་ཚང་མ་དུ་མ་ཡོད་རེད། དཔའ་མོ་དཔའ་དང་མཚོན་གྱི་ཁྱབ་པ་འབབ་ཟེར། དེ་གི་སྒང་ལ་བལྟས་ཡོད་རེད་ད། ལྷ་ཁང་ནང་ལ་འདྲེ་ཡི་རྟགས་ཆུ་ལུད་ཟེར། ལྷ་ཁང་ནང་ལ་འདྲེ་ཡི་རྟགས་ཆུ་ལུད་ཟེར་དུས། ས་གཞིའི་དཔོན། འདྲེ་ཁང་གི་དཔོན་རྡོ་རྗེ་པགས་ཀྱི་ས་བོན་གྱི་ཆུ་དྲན་ན་རྟ་རྒྱུག་བཟང་མོ་ཆེ་རྟགས་ཆུ་ལུད་ཟེར་ཡོད་ཀྱིན་འདུག་བ་དེ་ལབ་ཡོད་རེད།

ཕྱག་རྒྱ་བ་ཡིན་ན་ཤེས་མ་དགོས་པར་བ་དེ་འབྱུང་ངེས་པ་དེ། ད་དེང་སང་གི་ནུ་ཞོགས་ཀྱི་བོད་རུག་པ་དང་ལོ་རྒྱུས་ཞིབ་འཇུག་མ་གི་བྱེད་སྟངས་ནང་བཞིན་ལུང་བསྟན་མང་པོ་གྱི་ལོ་རྒྱུས་དོན་རྐྱེན་དེ་བྱུང་ཚར་བའི་རྗེས་སུ་ནི་དེ་འདྲས་ཀྱི་བྲིས་བ་རེད་ཟེར་ལ་བ་ཡིན་ན་དེ་ལས་ཀྱང་དེ་འདྲས་ཀྱི་བྱུང་ཡོད་བ་དེ་མཐོང་ནས་ནི་བྲིས་ཡོང་བ་ཞིག་ཆགས་ཡོད་བ་ཡིན་དུས་ཁོ་སྔ་མོ་ལུང་བསྟན་ཡིན་ཟེར་བའི་གི

བདེ་གི་ཆ་ནས་རེད། རྒྱ་སྔ་བ་དེ་ག་རེད་ཟེར་ན་གཅིག་ནི་གོང་དུ་ཞུ་བ་ནང་ཡི་གོ་ལོག་རྒྱུད་ལ་དོ་སྣང་ཡོད་བ་ཆ་གཅིག་ནི་མཐུན་རྐྱེན་ཕུན་སུམ་ཚོགས་བ་ཡོད་བ་དེ་གཅིག་རེད་ལ་གཉིས་པ་དེ། སྐབས་དེ་དུས་དཔའ་མོ་དཔའ་ཐང་ལས་དམག་རྒྱལ་བའི་སྐབས་ཀྱི་དམག་དཔོན་དེ་དཔོན་ཆེན་ཨང་ལིན་ཟེར་དེ་རེད་བ་རྒྱ་སྔ་བ་གི་ཨ་མ་དེ་མ་ཡོམ་དེ་དཔོན་ཆེན་ཨང་ལིན་གྱི་བརྒྱུད་པ་ཡང་འབྲོང་སྣ་དཀར་བཙལ་བ་ཆགས་དུས་ཡོད་རེད་བ། གཅིག་ནི་ཁྲག་རྒྱུན་གྱི་འབྲེལ་བ་དེ་ལ་བརྟེན་ནས་རྒྱུས་མངའ་ཡོད་བསྡད་པ། སོགས་ནས་ད་ཁོ་རང་གི་ཕ་ཆེ་མ་ངན། ཟེར་དགོས་རྨ་རེད་ད་ག་རེ་ཟེར་བར་རོ་རས་ཕུན་སུམ་ཚོགས་པའི་ཆེ་བ་དེ་ཤེས་ཡོང་དུས་ཤེས་དགོས་དོན་ནི་དེ་ཡང་ནས་བསྐྱར་དུ་རྒྱག་ང་རེད་གསུངས་འདུག་བ། ང་ཚོ་བདག་དབང་གི་ཁ་ནས་ཅིག་ཤེས་བ་ཡིན་ན་ཁོ་རང་ཤེས་ཡག་གི་ཐོབ་ཐང་ཡོད་པའི་བཟང་ན་ཅིག་ཁོ་རང་དེ་གི་མི་འཇོན་རང་ཅིག་ཆགས་དེ་ཡོད་རེད་བ།

གཉིས་ཚུལ་ཅན་འདུག། ཞེས་ངག་ཚུལ་རམས་པ་འདི་ཤེས་ཡོང་ནི་མི་དཀའ་དམ། མི་སྔ་བ་རེད་ཟེར་ལབ་བསམ་ཚེ་ཀོས་གཞུང་པ་བ་རེད་འདྲ་ཅི་ལབ་ཀྱི་འདུག་བསམ་སོང། གང་ལྟར། དཀའ་དམ་གཞུང་པ་བ་འདི་ག་བ་ལབ་ཡོང་ནི་དེ་ཡང་དཀའ་དམ། དེ་དེ་ཙམ་ནོར་བདེ་བའི་བཟོ་འདྲ་ཅི་ཚོར་སོང། དེ་ནས་འབྲི་གོང་དང་བྱ་ཡུལ་གཉིས་འདི་ཤེས་ཡོང་དུས།